བློ་གྲོས་གང་བཟང་ལབ་ཙམ་སྣོད་ཀྱི་ཅུང་བཟང་པའི་དྲིན་ལ་འདུ་བྱེད་དཔལ་དུ་ཤར། གྲགས་པའི་འོད་ཟེར་འཛམ་གླིང་ཕྱོགས་བཅུར་འཕྲོས་བློ་བཟང་གྲགས་པའི་ཞབས་ལ་ཕྱག་འཚལ་ལོ་ཞེས་མཆོད་པར་བརྗོད་ནས་བདག་དེ་རིང་ཡང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པས་དེ་ནས་རྣམ་པར་ཐར་པ་དག་དད་པས་འབྱུང་ངོ་ཞེས་བྱ་བ་དག་མདོར་བསྡུས་ཀྱི་ཚུལ་དུ་ཞུས་པ་ལ། ཨེ་ནས་ད་ག་ཚང་གི་མཚམས་དེ་ད་དེ་ན་མ་འདུག་ཞུས་ན་དེ་ཡང་སྐལ་པ་དཔག་མེད་དུ་དཔག་ཏུ་མེད་པའི་སྔ་རོལ་ན་སྙིགས་མའི་དུས་ལ་བབ་པ་ན་རྒྱལ་བའི་དམ་ཆོས་མཐའ་དག་ལེགས་པར་བཟུང་ནས་བསྟན་པའི་སྙིང་པོ་མི་ནུས་པའི་རྒྱལ་རྩལ་འཛིན་པའི་སྨོན་ལམ་ཕྱོགས་གཅིག་ཏུ་ཡང་དག་པར་སྦྱོར་ཞིང་སྐུ་ཚེ་སྔ་མ་དག་ཏུ་ཡང་ལན་གཅིག་མ་ཡིན་པར་ཐེག་པ་བླ་ན་མེད་པ་དག་གི་དམ་ཚིག་ཡོངས་སུ་བརྟགས་པའི་དྲི་བསུང་རྫོགས་པའི་སྙིང་པོ་ཅན། ད་ག་རེ་གསུང་དགོས་བ་རེད་ལབ་འདུག་གང་ལགས་དེའང་ད་འཇམ་མགོན་བླ་མ་བཙོན་བཀག་པ་ཆེན་པོ་དེ་ཡིན་ཟེར་བ་དེ་ནི་དངོས་ནས་སྐུའི་སྐྱེ་བ་དེ་ནས་བརྒྱ་ཕྲག་མང་པའི་སྔ་རོལ་ན་སྙིགས་མའི་དུས་ལ་བབ་པ་ན་ཟེར་འདུག་གང་ལགས་ད་ང་རང་ཚོ་ད་ལྟའི་དུས་ཚོད་དེ་ཨེ་ནི་སྙིགས་མ་ལྔ་དེ་ནས་ཕྱེད་ཕྱེད་དགོས་དེ་ནི་དགུ་པའི་དུས་རོ་ཨ་དུས་སྙིགས་མ་ཀལ་པ་སྙིགས་མ་ཚེ་སྙིགས་མ་ཟེར་ད་འོ་གཟུགས་སེམས་ཅན་སྙིགས་མ་ཟེར་ལབ་པ་ལ་སོགས་པ་འོ་ད་སྙིགས་མེད་ཀྱི་དུས་དེ་ལ། རྒྱལ་བའི་དམ་ཆོས་མཐའ་དག་ལེགས་པར་བཟུང་ནས་སྡུག་བསྔལ་ལ་ལྟ་ངོ་ནས་སངས་རྒྱས་ཀྱི་གསུང་རབ་མཐའ་དག་རོ་བ་གང་ཅིར་དང་པོ་རྒྱལ་ཆེན་ཐོས་ནས་བར་དུ་གཞུང་ལུགས་དམ་པར་ཤར། ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླང་གསུང་བ་ལ་སོགས་པས་ཨོ་ད་ད་ག་རང་རེད་རྒྱལ་བའི་དམ་ཆོས་མཐའ་དག་ལེགས་པར་བཟུང་ནས་སྡུག་བསྔལ་ལྟ་དོར་དུ་ན་སངས་རྒྱས་ཀྱི་བསྟན་པ་བསྟར་བ་ལ་ག་རེ་གོ་བ་རེད་ཟེར་དུས་དབང་ལ་ལུང་ཕྱོགས་སྡེ་སྣོད་གསུམ་གྱི་ཆ་ངེས་ཉམས་རྟོགས་པའི་བསྟན་པ་ལྷ་གསུམ་ཉམས་ལེན་དེ་གསུངས་པ་ནང་བཞིན་ལུང་གི་བསྟན་པ་དེ་སྡེ་སྣོད་གསུམ་གྱི་ཆ་ངེས་དེ་མ་ཆགས་པ་གོ་བ་རེད་རྟོགས་པའི་བསྟན་པ་དེ་ལྷ་བ་གསུམ་གྱི་ཉམས་ལེན་ཨེ་ནས་ད་རྒྱུན་ལྷ་བ་གསུམ་གྱི་ཉམས་ལེན་ཨེ་ནས་ཆ་ཚང་བ་གོ་འདུག་གང་ལ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་ཉིད་ཨོ་དེ་ནས་ལུང་གིས་བསྟན་པ་སྡེ་སྣོད་གསུམ་རུ་བ་དག་ཆ་གཉིས་ཡང་ངོ་ནས་ཐོགས་པ་མི་མངའ་བ་དང་རྟོགས་པའི་བདེན་པ་ལྷ་པ་གསུམ་གྱི་ཉམས་ལེན་ཡང་ཨོ་དང་ངོ་ནས་ཐོགས་པ་མི་མངའ་བ་ཡིན་པར་སོང་ཙང་ལེགས་པར་བཟུང་ན་བསྟན་པ་རིན་པོ་ཆེ་མི་ནུས་པའི་རྒྱལ་ཚ་འཛིན་པས། སྨོན་ལམ་ཕྱོགས་གཅིག། སྨོན་ལམ་ཕྱོགས་གཅིག་ཏུ་ཡང་དག་པར་སྦྱོར་ཅིང་ལྟ་ངོ་ནས། སྐུའི་སྐྱེ་བ་མང་པོའི་སྔ་རོལ་ན་རྒྱལ་བའི་བསྟན་པ་དང་སངས་རྒྱས་ཀྱི་བསྟན་པ་མི་ནུས་པའི་རྒྱལ་ཚའི་འཛིན་པས་ཐུགས་སྨོན་མཛད་པ་ནང་བཞིན་ཅིག། དེ་ནས་ཐུགས་སྨོན་མཛད་པ་ནང་བཞིན་ད་ད་ལྟའི་སྐུ་ཚེ་འདི་ལ་འབྱུང་ཡོད་རེད་གསུངས་བར་ད། སྐུ་ཚེ་སྔ་མ་དག་ཏུ་ཡང་ལན་གཅིག་མ་ཡིན་པར་ཐེག་པ་ཆེན་ཐེག་པ་བླ་ན་མེད་པ་དག་གི་དམ་ཆོས་དམ་ཚིག་ཡོངས་སུ་བརྟགས་པས་དྲི་བསུང་ཡོངས་སུ་རྫོགས་པའི་སྙིང་པོ་ཅན། འོ་ནི་སྐུ་ཚེ་ལྔའི་ད་ཚེ་འདི་སྐུ་ཚེ་ད་ག་རང་གཅིག་པོ་ལ་མ་ཡིན་པར་སྐུ་ཚེ་སྔ་མ་རྣམས་སུ། ཨོ་ཨ། ཐེག་མ་གཅིག་མ་ཡིན་པ་ལན་གཅིག་མ་ཡིན་པར་ཨེ་ནས་ཐེག་པ་བླ་ན་མེད་པ་ཟེར་དུ་ང་ལ་ད་མདོར་བསྡུ་ན་ཐེག་པ་ཆེན་པོས་གསུངས་དགོས་པ་རེད། རོ་ཨ་ཐེག་པ་ཆེན་པོ་བླ་ན་མེད་པ་བདག་གིས་དམ་ཚིག་ཡོངས་སུ་དག་པའི་དྲི་བསུང་ཡོངས་སྙིང་པོ་ཅན་ཨོ་ད་དམ་ཚིག་དང་སྡོམ་པ་ཨེ་ནས་ཚུལ་བཞིན་དུ་དྲི་མ་མེད་པར་བསྲུང་བས་ཨེ་ནས་སྔོན་ནས་སྙིང་པོ་ཅན་ནམ་ཨོ་ནུས་པ་ཅན་ཨོ་ན་ད་དེ་འདྲའི་དེ་འདྲའི་ཨེ་ནས་དམ་ཚིག་དང་སྡོམ་པ་ཨེ་ནས་མ་ལུས་པར་བསྲུང་བས་མཐུ་དང་ནུས་པ་ཅན་ནུས་པ་ཅན་གསུངས་དགོས། དམ་ཆོས་སྤེལ་མ་དཀར་པའི་ཕྲེང་རྒྱུད་ཀྱི་རིང་པོར། མཁས་པ་ངང་པའི་སྡེ་དཔོན་བཟུང་སྟེ། ཕན་ཚུན་བསླུ་བའི་རྒྱུད་དུ་གྱུར་པའི་འབྲེལ་བ་ཡོངས་སུ་ཆགས་པ་མེད་པའི་རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་ཉིད་ཀྱིས། ཨོ་ད་སངས་རྒྱས་དམ་པའི་ཆོས་རོ། དེ་ནས་དམ་ཆོས་སྤེལ་མ་དཀར་པའི་ཕྲེང་རྒྱུད་ཀྱི་རིང་པོར། མཁས་པ་ངང་པའི་སྡེ་དཔོན། ཨོ་ད་ངང་པའི་སྡེ་དཔོན། སྡེ་དཔོན་གཟུངས་འདིས་ཕན་ཚུན་ལུ་གུ་རྒྱུད་དུ་འཁྱུད་པའི་འབྲེལ་བ་ཡོངས་སུ་ཆད་པ་མེད་པའི་རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་ཉིད་ཀྱིས། འོ་ད་གང་བྱེད་ག་རེ་གསུང་དགོས་བ་རེད་ཟེར་ནོ་ག་ལ་སངས་རྒྱས་ཀྱི་གཏམ་པའི་ཆོས་སམ། འོ་དེ་ནས་སངས་རྒྱས་ཀྱི་བསྟན་པ། འོ་ད་མི་ནུས་པའི་རྒྱལ་མཚན་འཛིན་པས་དེ་ནས་དགེ་བའི་བཤེས་གཉེན། ཨེ་ནས་ད་གང་བྱེད་རེད། རྒྱུན་མ་ཆད་པ་ལུ་གུ་རྒྱུད་དུ་ཟེར་ན་རྒྱུན་མ་ཆད་པ་རོ། ད་ད་འདི་ན་མེ་ཏོག་པད་མ་དཀར་པའི་ཕྲེང་བ་རིང་པོ་མཁས་པའི་སྡེ་དཔོན་ཟུང་དུ་སྦྲུལ་དུ་ན་སངས་རྒྱས་ཀྱི་བསྟན་པ་ལ། འཛིན་སྐྱོང་སྤེལ་གསུམ་བྱ་རྩོལ་བརྩོན་གསུམ་ལ་སོགས་པའི། གང་ཚེ་ད་དེ་འདྲས་ཀྱི་འཁོར་བར་བར་མཚམས་མ་ཆད་པའམ་ལུ་གུ་རྒྱུད་དུ་འབྱུང་བའི། འབྲེལ་བ་ཡོངས་སུ་མ་ཆད་པའི་འོ་ད་རྟེན་འབྲེལ་དེ་འདྲའི་རང་བཞིན་ཅན་གྱི་མདོར་བསྡུ་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཁོང་རང་སྤར་དུ་ཡང། སྔར་གྱི་དགེ་བའི་བཤེས་གཉེན་རྣམས་ཀྱིས་སངས་རྒྱས་ཀྱི་བསྟན་པ་མདོར་བསྡུ་ན་ལུང་དང་མདོ་དང་སྔགས་དང་ད་གདུལ་བ་དང་བྱང་སེམས་དང་དེ་འདྲས་ཀྱི་ད་བསླབ་པ་དང་དམ་ཚིག་དང་སྡོམ་པ་རྣམས་འོ་རྒྱུན་མ་ཆད་པའམ་འབྲལ་མ་ཆད་པའི་མཚམས་མ་ཆད་པར་འོ་དེ་ནས་འབྲལ་བ་ཡོངས་སུ་ཆད་པས་རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་ཉིད་ཀྱི་ཐོག་མ་ཉིད་ན་སློབ་དཔོན་ཤིན་ཏུ་ཐུགས་སྐྱོ་བར་གྱུར་ཏོ། འོ་བྱ་ཙང་ད་སྔོན་གནས་དྲངས་ནས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་གང་ཟག་སྐྱེས་བུ་དམ་པ་བསམ་ངན་མི་ཁྱབ་པ་ཞིག་ཡོད་ཙང་ན་ཡོད་བ་ཡིན་པར་སོང་ཙང་ཐོག་མ་ཉིད་ན་སློབ་དཔོན་ཤིན་ཏུ་ཐུགས་སྐྱོ་བར་གྱུར་ཏོ། སུ་ལབ་འདུག་ང་ལ་ད་བྱང་ཁོང་བླ་མ་ཙོང་ཁ་པ་ཆེན་པོ་ཡེ་ནས་རང་གི་དགེ་བའི་བཤེས་གཉེན་སྤྱི་དང་ལྷག་དོན་དུ་སྐབས་སུ་བབས་པ་ཡེ་ནས་རྗེ་བཙུན་རེ་ལྟ་བ་ལ་སོགས་པའི་ཡེ་ནས་ད་བླ་མ་མང་པོ་ཞིག་ཡོད་ར་བ་ཁོ་རང་ཚང་མ་དེ་ནས་གང་ཅིར་ད་དགེ་བའི་བཤེས་གཉེན་ནི་ནས་གང་ཅིར་ཧ་ཅང་ཐུགས་མཉེས་པའི་ཡེ་ནས་ཅིག་གི་བདག་ཉིད་ཅན་ཅིག་དང་དགེ་བའི་བཤེས་གཉེན་དེ་ནས་ཐུགས་མ་མཉེས་པའི་བྱ་བ་ནམ་ཡང་མི་མཛད་པར་འོ་དེ་ནས་དགེ་བའི་བཤེས་གཉེན་ཡེ་ནས་ཐུགས་མཉེས་པའི

རོ་ཨ་ཏཱ་གངས་ཅན་ང་ཚོ་ཆོས་རྗེ་དོན་གྲུབ་རིན་ཆེན་དགེ་བའི་བཤེས་གཉེན་རོ་ཨ་ཏཱ་དབུས་སུ་ཕེབས་ན་ཨེ་ནི་ཅི་དང་དགེ་བའི་བཤེས་གཉེན་མང་པོ་ཡོད་ཨ་ཏཱ་དེ་ནི་ཉེ་བའི་ཆ་ལ་ཨེ་ནི་གང་ཅེར་བདག་འདྲ་རྗེ་བཙུན་རེལ་ཟླ་བ་ཨེ་ནི་གཞོན་ནུའི་བློས་གྲོས་ལབ་ན་རེ་ད་ཨ་ར་ན་བཞིན་ང་ཚོ་ནམ་རྒྱུན་ན་ཨེ་ན་རེལ་ཟླ་བ་ཨེ་ནི་ཀུ་མ་ར་མ་ཏི་ཨིས་ཨེ་ནི་ཁོང་གི་མཚན་ལ་བསྡད་བཞུགས་བར་བ་ཇ་ཙང་རྗེ་བཙུན་རེལ་ཟླ་བ་གཞོན་ནུའི་བློས་གྲོས་ཨེ་ནི་དགེ་བའི་བཤེས་གཉེན་དུ་བསྟེན་ཚེ་ད་ཁ་སང་དེ་གཉིས་ལ་ཆོས་ཟ་ད་སྐབས་ཀ་མཚམས་འདི་ལ་ཨེ

ཀུ་མཱ་ར་མཱ་ཏི་ཞེས་བྱ་བ་འཇིག་རྟེན་གསུམ་ན་མཆོག་ཏུ་དཀར་བའི་གྲགས་པའི་བ་དན་ཆེས་ཆེར་གསལ་བའོ། ད་འཇིག་རྟེན་གསུམ་ན་ཡོངས་སུ་གྲགས་པ་ལབ་ཏུ་ང་ལ་ད་མདོར་བསྡུ་ན་མཚན་སྙན་གྲགས་ཧ་ཅང་ཆེན་པོ་དང་ལྡན་པ་གསུང་གོ། ད་གཞོན་ནུ་ན་ཚོད་ཡོངས་སུ་མ་སྨིན་པའི་སྐབས་ཉིད་ན་ཡང། ད་ནི་དགུང་ལོ་ཆུང་ཆུང་གི་དུས་སུ་ཡང་གསུང་གོ། ལེགས་པར་བྱ་བའི་ནུས་པ་ཡོངས་སུ་སྨིན་པ་ཞིག་འདུག་ང་ལ་ད་གཞུང་ལུགས་ལ་གང་ཅིར་མདོར་བསྡུ་ན་ཐོས་བསམ་སློབ་གཉེར་ལ་སོགས་པས་ལེགས་པར་བྱ་བའམ་མདོར་བསྡུ་ན་ཆོས་དང་མཐུན་པའི་གྱིགཅིག་ཡ། བྱ་བ་དང་སྤྱོད་པ་དེ་ཚོ་གང་ག་ནུས་པ་ཡོངས་སུ་སྨིན་པ་ཟེར་ན་ག་འདྲས་ཞིག་དཔྱད་དགོས་བྱུང་ན་ཡང་ཐོགས་པ་མེད་པར་བྱེད་ཆོག་ཆོག་འདྲ་བ་གནང་ཆོག་ཆོག་འདྲ་བ་མདོར་བསྡུ་ན་ལྷག་པར་སློབ་གཉེར་ལ་སོགས་པ་སྔགས་ཀྱི་ཆོས་ཉམས་ལེན་ལ་སོགས་པ་ད་ག་རང་ནང་བཞིན་ཅིག་སྡོམ་པ་བསྲུང་བ་ལ་སོགས་པའི་དགོངས་ལོ་ཆུང་ཆུང་གི་གནས་སྐབས་ན་ཡང་ཨོ་གཞན་དང་མི་འདྲ་བ་ཡག་པོ་ཞུ་ཅིག་ཡོད་རེད་གསུང་དགོས་རེད་བྱིས་པ་ཉིད་ན་ཡང་ཆོས་རྒྱལ་བུང་བའི་རོལ་རྩེད་ལ་ཆགས་པའི་ཀུན་རྟོག་སྤྲོ་བའི་ཉི་འོད་ནི། ཉི་འོད་ནི་ནུབ། ཨོ་ད་དགུང་ལོ་ཆུང་ཆུང་གི་གནས་སྐབས་ན་ཡང་འཇིག་རྟེན་ཆོས་རྒྱལ་ལ་སོགས་པ་དེ་འདྲས་ལ་འཁྱུད་ན་དགའ་བོ་མ་ཡིན་པ་མདོར་བསྡུ་ན། གཅིག་ང་ཚོ་ད་ཅིག་བསྟོད་ན་དགའ་བ་མི་དགའ་སྨད་ན་མི་དགའ་བ་ཡེ་ནས་མཉམ་པར་སྐྲག་ན་དགའ་བ་མ་སྐྲག་ན་མི་དགའ་བ་ང་རང་ཚོ་ལ་དེ་འདྲའི་འཇིག་རྟེན་ཆོས་རྒྱལ་ཡོང་དགོས་བར་བ། ཨོ་དེ་འདྲའི་འཇིག་རྟེན་ཆོས་རྒྱལ་ལ་ཡེ་ནས་རྩ་བ་སྙིང་ན་ཞེན་པ་ལོག་པའམ་མདོར་བསྡུ་ན་འཇིག་རྟེན་ཆོས་བརྒྱད་ལ་ཡེ་ནས་གཅིག། ཐུགས་ང་ཚོ་ན་མ་སངས་ཐུགས་སྣང་རྩ་བ་ཉིད་ན་མེད་པའོ། འཇིག་རྟེན་ཆོས་བརྒྱད་དང་འདྲ་ལ་གསུང་དགོས་ད་རྡོག་རྡོག་བྱེད་ན། ཆགས་སྡང་འབྱུང་པའི་ལྕ་ཡི་ཚོགས། རྒྱུ་བའི་བདག་འཛིན་མུན་པའི་མག་རུམ་ནི། སངས་ལབ་སྡུག་བསྔལ་ལ་སྦྱོར་བསྡུ་ན། འོ་ད་ཆགས་སྡང་ལ་ད་ང་རང་ཚོ་ནམ་རྒྱུན་ན་ན་ཆགས་པ་དང་སྡང་བའི་གིས་སྐྱོན་རྒྱུ་དང་ད་ཆགས་སྡང་དེ་ལ་འབྱུང་པོ་ལྕ་ཡི་ཚོགས་ལབ་སྡུག་བསྔལ་ད་ཨ་ར་རོ་ཨ་འབྱུང་པོ་ལྕ་ཡི་ཚོགས་ལབ་སྡུག་བསྔལ་ལ་བདག་འཛིན། ཨེ་ནས་མུན་མག་རུམ། མུན་པའི་སྨག་རུམ་ནི་གསང་སླ་སྡུག་བསྔལ་ལ་འོ་ད་མདོར་བསྡུ་ན་ཆགས་སྡང་གི་གཡེང་བ་མ་ཞུགས་པའམ་ཆགས་སྡང་གིས་རྣམ་རྟོག་གི་སྤྲིས་མ་མེད་པ་གསུངས་པ་རེད། ཐུབ་བསྟན་གངས་རི། གང་གི་རི་སུལ་སྐྱོང་བའི་རྣམ་དཔྱོད་གདོང་ལྔའི། ལུས་རྩལ་ནི་ཡོངས་སུ་རྫོགས། འོ་ད་བོད་གངས་ཅན་གྱི་ལྗོངས་སུ་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་ཡག་གི་ཨེ་ནི་མཐུ་དང་ནུས་པ་ཆ་ཚང་ཡོངས་སུ་རྫོགས། ད་ང་ཚོ་མདོ་སྔགས་ལ་སྡུག་བསྔལ་ལ་སྤྱི་བཏང་གི་མདོ་སྔགས་དེ་ང་ཚོ་སེང་གེ་ལ་ཡ་གདོང་ལྔ་པ་ཅན་ཟེར་བ་ཆ་ཚང་ལྟ་མདོར་བསྡུ་ན་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་ནང་ཡང་གི་ང་ཚོས་བྱ་དཀའི་ནང་མ་སོང་ན་ཆ་ཚང་ཐུགས་ཀའི་ནང་མ་སོང་ཙང་ཆ་ཚང་ཡོངས་སུ་ཚང་ཡོད་པའམ་ཡོངས་སུ་རྫོགས་པ་གསུང་དགོས་རེད། ཞི་གསུམ་བཀྲིས་བརྩེ་གྲོང་ཁྱེར་ལྟར་གཟིགས་ནས། རྒྱལ་སྲས་སྒྱུ་མའི་རྣམ་རོལ་གྱི་སྤྱོད་པ་གཞིགས་ཏེ་ཨོ་ད་འཁོར་བ་ལ་སྲིད་པ་གསུམ་ལབ་འདུག་ཨང་མདོར་བསྡུ་ན་སྲིད་པ་གསུམ་ལབ་ནའང་ནས་ད་སྲིད་པ་འཁོར་བ་འདི་ལ་སྙིང་པོ་མེད་པའི་རང་བཞིན་ཅན་དུ་གཟིགས་ནའོ་སྒྱུ་མའི་གྲོང་ཁྱེར་ལབ་འདུག་ང་ལ་ང་ཚོ་གིས་ད་ཅིག་ཡ་སྒྱུ་མ་གང་གི་ཡ་སྤྲུལ་ཞག་གི་གྲོང་ཁྱེར་ལ་ཁོ། བསྟན་བཞི་དང་བསྟན་ཆགས་ས་གས་ཡོའ་མ་རོ་བ་སྙིང་པོ་གས་ཡོའ་མ་རོ་བ་ད་ད་ཡོད་ན་ད་ད་མེད་ཅི་མེད་པ་ཆགས་པ་མདོར་བསྡུ་ན་འཇའ་དུ་བ་ལ་ཡི་བཟོ་གི། བཟོ་ཞག་གྱོ་གི་ཨོ་ད་གྲོང་ཁྱེར་ནང་བཞིན་ཅིག་ཨོ་འཁོར་བ་དེ་འོ་ག་རེ་མོ་འོ་ག་རེ་ཡོད་ན་ཡང་འཁོར་བའི་ནང་ལག་ལག་རོ་ཨ་ད་ང་ཚོ་དཔལ་འབྱོར་དང་ད་རྒྱུ་ནོར་ལོངས་སོ་ལ་ག་རེ་ཡོད་ན་འོ་ད་རྒྱུ་མེད་སྤྲུལ་ཞག་གྱོགས་ཅིག་འདྲ་བོ་ཞིག་རེད་མ་གཏོགས་ཨེ་ནས་དོན་དག་སྙིང་པོ་གང་ཡང་མ་རེད་དེ་དག་ལ་ཆགས་རིན་ཟེར་མཁན་ཡོད་ཨ་མ་རེད་ད་དང་པོ་ཉིད་ནས་འོ་དེ་འདྲ་ཞིག་ཡོད་ཨ་རེད་ལབ་དགོས་ར་ད། རྣམ་རོལ་གྱི་སྤྱོད་པ་ཞིག་དེ། གཞོན་ནུ་ལ་རབ་ཏུ་འཇུག་ན་འོ་ད་དེ་དག་ལ་འཁོར་བ་ལ་སྙིང་པོ་མེད་པར་མཐོང་ཨེ་ནས་འཁོར་བའི་ཆོས་ལ་སྙིང་པོ་མེད་པར་གཟིགས་ནས་ཨེ་ནས་དགུང་ལོ་ཆུང་ཆུང་གི་གནས་སྐབས་ན་ཡང་སངས་རྒྱས་ཀྱི་བསྟན་པ་ལ་ཨེ་ནས་རབ་ཏུ་ཁྱིམ་ན་ཁྱིམ་མེད་པར་རབ་ཏུ་འཇུག་ནས། ལུང་གི་ཆོས་མཐའ་དག་ལེགས་པར་སྦྱངས་སོ། ད་ག་ར་ན་ནི་ད་ཅིག་ཡ་གཞུང་ཆེན་ཁག་ལ་ཨེ་ནི་ཐོས་བསམ་སློབ་གཉེར་མཐར་ཕྱིན་པ་མཛད་ན་ཨེ་ནི་མཐར་སྐྱེལ་མཛད་པ་རེད། དབང་དང་ལུང་གསན་པ་ཙམ་མ་གཏོགས་ད་ལྟའི་བཤེས་གཉེན་ནི་གཞན་དག་གིས་ཁ་ལ་རག་ལས་པ་མེད་པ་ཡང། འོ་ད་ཅི་སྟངས་ཀྱིས་དེ་ནི་སྐབས་འདི་དུས་ད་ཅིག་བོད་གངས་ཅན་གྱི་ལྗོངས་སུ་ཨེ་ནི་ད་ངོ་ནས་དྲངས་ནས་ད་གང་ཟག་ད་ང་ཚོ་རྗེ་བཙུན་རེད་ད་བ་ཚོས་ན་མཚན་སྙན་ཧ་ཅང་མཁས་པ་ཧ་ཅང་ཆེན་པོ་རེད་བ་ཨེ་འདུག་གང་ལ་ཨེ་ནི་ད་དེ་རིང་ཁ་སང་གི་བོད་གངས་ཅན་གྱི་ལྗོངས་ན་ཡོད་པའི་སྐབས་དེ་དུས་ན་བཞུགས་པས་ཨེ་ནི་ད་ཅིག་ཡ། བཤེས་གཉེན་ལབ་ན་མདོར་བསྡུ་ན་ཅིག་ཡ་ང་ཚོ། ཅིག་མཁས་པ་ཡིན་ལབ་ཚ་དེ་ཚོ་གང་ག་ལ་ཆ་བཞག་ཡ་ཟེར་མཁན་མི་འདུག་ཨུ་སྟ་མེད་ན་ཡང་མང་པོ་ཞིག་ཚ་ན་ལུང་སེམས་པ་ཡིན་ཡིན་ནས་ཤེས་པའི་རྒྱུ་དེ་རྒྱུན་དེ། ཨེ་ནི་ད་གང་ག་ལ་ཆ་བཞག་ཡ་མེད་དུ་གང་ལ་ག་ལ་རག་ལས་པ་མེད་པས་ཟེར་ན་གསུང་ཚད་ཐམས་ཅད་ཨེ་ནི་ཁོས་ཏག་ཏག་ཅིག་མི་འདུག་ཨུ་ད་གང་ཅིག་མང་པོ་ཞིག་གིས་ནོར་སྐྱོ་བ་མང་པོ་ཞིག་གསུང་ཡོང་དུས་གང་ལ་ཨེ་ནི་ཆ་བཞག་ཡ་ཟེར་མི་འདུག་གསུང་བ་འདོད་རྒྱུ་དགོངས་འགྲེལ་དང་བཅས་པ་གང་ལ་ཡང། ལན་གཅིག་གམ་གཉིས། ངེས་ཤིག་ཤིན་ཏུ་གཟིགས་པ་ཙམ་གྱིས་བསྟན་བཅོས་དེའི་རྩ་འགྲེལ་ལེགས་པར་སྦྱངས་པའི་དོན་གྱིས། ལུས་ཡོངས་སུ་རྫོགས་པར་ཁོག་དྲིལ་ཏེ་རང་རང་གི་ལུང་མ་འདྲེས་པར་ཐུགས་སུ་ལུགས་མ་འདྲེས་པ་ཐུགས་སུ་ཆུད་ནས། ད་ག་རེ་གསུང་གི་འདུག་ལབ་འདུག་ང་ལ་མདོ་རྒྱུད་དགོངས་འགྲེལ་དང་བཅས་པ་མདོ་སྔགས་དགོངས་ཏེ་དེ་དག་གི་དགོངས་པ་འགྲེལ་ལེགས་ཀྱི་ཨེ་ནས་ད་བཀའ་འགྱུར་དང་བསྟན་འགྱུར་ག་འདྲས་ཅིག་ཡོད་ན་ཡང། ལན་གཅིག་གམ་ཐེངས་མ་གཉིས་ཙམ་གཟིགས་པ་ཙམ་གྱིས་ཨེ་ནས་དེ་དག་གི་རྩ་འགྲེལ་དང་དེ་དག་གི་ཨེ་ནི་གཅིག་དགོངས་གཞི་འགོད་པ་དག་གང་ཅིའི་མདོར་བསྡུ་ན་གཅིག་ཡ་ཚིག་དང་དོན་མཐའ་དག་ཨེ་ནི་གང་ཅི། ད་ཁོང་ཐུགས་རིག་བཟང་པོ་ཞུ་ཅིག་ཡོད་འདུག་གང་ལ་ཨེ་ནི་ཡོངས་རྫོགས་ཨེ་ནི་མདོར་བསྡུ་ན་རང་རང་གི་ཨེ་ནི་གྲུབ་རྟགས་སོ་སོ་སོ་སོ་གི་ལྟ་བ་དང་ཨེ་ནི་གྲུབ་རྟགས་དང་མ་བཀག་ལོ་མ་ཨེ་ནི་གྲུབ་རྟགས་དང་མཐུན་པར་ཨེ་ནི། ཁོག་བསྒྲིགས་ནས་ཟེར་འདུག་གང་ལ་གཞུང་གི་ཁོག་བསྒྲིགས་ན་ལུས་ཡོངས་སུ་རྫོགས་པ་གཞུང་གི་ཁོག་ཆ་ཚང་གཅིག་ཨེ་ནི་ཐུགས་རྒྱུད་ལ་ཆུ་པའི་འགྲོ་རང་རང་གི་ལུགས་མ་འདྲེས་པ་ཐུགས་རྒྱུད་ལ་ཆུད་མཁན་ཅིག་ཡོད་གསུངས་པ་ད་མདོར་བསྡུ་ན། རྣམ་དཔྱོད་རིག་པ་ཐུགས་དཔལ་ཧ་ཅང་ཕུལ་དུ་བྱུང་བ་ཡིན་པར་སོང་ཙང། ཨ་ནི་ཁོང་ག་རེ་ཡོད་ཟེར་དུས་ང་ལ་ཨོ་ད། ཅིག་ཆགས་པས་ཁོ་རང་ལ་གཟིགས་པ་ཙང་ཐེངས་མ་ཐེངས་མ་གཅིག་ཐེངས་མ་གཉིས་གཟིགས་པ་ཙམ་གྱིས་གཞུང་གི་གོང་ཁོག་བསྒྲིགས་ནས་ཨ་ནི་ཆ་ཚང་ཨ་ནི་ག་ཐུགས་ལ་མཁྱེན་མཁན་ཅིག་ཡོད་གསུངས་པར་ཐུགས་སུ་ཆུད་ནས། རིག་པའི་ལམ་ནས། ཐ་ཐ་ཀ་ཟ་རིག་པའི་ལམ། གནས་ལུགས་མཐའ་རྟག་པར་དྲངས་ཏེ་གཞན་ལ་འདོམས་པ་ལ་ཐོགས་པ་མི་མངའ་བ་བཞིན་ཨོ་ད་ག་ར་ནང་བཞིན་ནི་ད་གཞུང་ལུགས་དེ་དག་གིས་ག་རེ་ལ་དགོས་ད་ཅིག་ཡ་དགོངས་པ་དགོངས་པ་མ་ཡོངས་སུ་རྫོགས་པ་ཐུགས་སུ་ཆུད་ནི་གདུལ་བྱ་གཞན་ལ་སྟོན་པ་ལ་ཡང་ཐོགས་པ་མི་མངའ་བ་ཟེར་དུ་ང་ལ་ཨོ་ད་པད་ཁུད་ན་ནང་བདག་ཁུད་ན་མེ་སྒྱོགས་ཅིག་ཡོད་གསུང་བར་སུ་རྗེ་བཙུན་རལ་དྭགས་བ་གཞོན་ནུ་བློ་གྲོས་ཁྱད་པར་དུ་ད་དམིགས་བསལ་གྱི་དྲི་བ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གཙོས་ཨེ་ནི་བོད་གངས་ཅན་གྱི་ལྗོངས་སུ་ད་ཅི་ཁེ་ཁོང་གི་མཚན་སྙན་གྲགས་ན་མ་སོང་ན་ཁྱབ་ས་མེད་ཁོང་གི་དེ་མཛད་པ་ཆེ་ཤོས་གནང་ས་དེ་ག་རེ་རེད་ཟེར་ན་ཚད་མ་དང་དབུ་མ་གཉིས་རོ། ཨོ་ད་ཚད་མ་དང་དབུ་མ་གཉིས་ཡང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཚད་མ་དང་དབུ་མ་ལ་ཧ་ཅང་མཁས་པ་ཡོང་ཡ་དང་ལྷག་དོན་དུ་བོད་གངས་ཅན་གྱི་ལྗོངས་སུ་ཨེ་ནི་ཚད་མེད་ཀྱི་བསྟན་པ་དེ་ཨེ་ནི་ཡ་དར་ཁྱབ་ཆེན་པོ་མཛད་མཁན་དེ་རྗེ་བཙུན་རེད་ད་བ་དང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཡིན་གསུང་དགོས་རེད། རོ་ང་ཚོ་ད་ལྟ་རྟོག་དཔྱོད་དུ་ལེགས་མིན་ན་ཡོད། བྱང་ཕྱོགས་དེ་ན་ཚད་མའི་གཞུང་ལུགས་ལ་སྦྱང་དང་མ་སྦྱང་གཏུམ་མ་འདྲེ། གཏུམ་མའི་མགྲིན་གཅིག་ཏུ་རྡོ་དང་སྡིག་ལྟུང་ཀུན་ལ་བྱང་ཆུབ་ཏུ་བགྲོད་པའི་ལམ་གྱི་རིམ་པ་ཡོད་མིན་ཟེར། འཇམ་དཔལ་དབྱངས་ཀྱིས་ངོ་ཁྱོད་ཀྱིས་གླང་པོ་ལ་ངོ་སོ་འདི་གསུངས་འདི་ནི་མ་འོངས་དུ་འགྲོ་བ་རྣམས་ཀྱི་མིག་ཏུ་འགྱུར་རོ་ཞེས་གསུང་གི་སྣང་བ་ཙལ་ཡང་ཚར་མར་བཅད་ཟེར་ན། པད་གནས་འགག་ན་མ་སོང་ན་ཞུ་གསུང་བར་བའོ། ཡིན་འདུག་ག་ལ་ལྕགས་ཚང་ལྟེ་བདག་ཡོན་ཡག་དེ་ཡང་སུའི་བཀའ་དྲིན་རེད་ཟེར་འདུག་ག་ལ་རྗེ་བཙུན་རེད་ཟླ་བའི་བཀའ་དྲིན་རེད། ད་ལྟ་འདི་ན་གསུང་དུ་བ་རྗེ་བཙུན་རེ་ལྟ་བའི་རྣམ་ཐར་གསུང་ཡོང་དུ་ང་ལ་ཁྱད་པར་དུ་དབུ་ཚད་ཀྱི་རིགས་དབུ་ཚད་ཀྱི་རིགས་པའི་ལམ་ཐམས་ཅད་ལེགས་པར་ནུབ་ནས་མིང་ཙམ་ཡང་མ་མཆིས་པར་གྱུར་བ་ན། ཨོ་ལྷག་དོན་དུ་རྗེ་བཙུན་རེ་ལྟ་བ་བོད་གངས་ཅན་གྱི་ལྗོངས་སུ་ཕེབས་བའི་སྐབས་ལ། ཚད་མ་དང་དབུ་མ་གྱི་ཨོ་ད་རིགས་པའི་ལམ་དང་དེ་ཚོ་ང་ག་ཅེས་བསྟན་པ་དེ་ནུབ་ན་མི་འདུག་གསུང་གི་ད་གང་ཅེས་དབུ་མ་དང་ཚད་མ་ལ་ཡང་མིང་ཙམ་གཅིག་ལྷག་མ་ལས་ཞག་མ་གཏོགས་དོན་དག་དངོས་པའི་གནས་ཚུལ་ལ་ཨོ་ད་དེ་དག་ཨེ་ནས་ཅིག་གིས་དེ་དག་ལ་ཤེས་རྒྱ་དང་ཨེ་ནས་མཁྱེན་རྒྱ་ཨེ་ནས་ཟབ་མོ་ཡོད་སྐྱོ་དེ་མི་འདུག་གསུང་བར་འགྱུར་བ་ན། རང་སྟོབས་ཀྱིས་སུ་རྗེ་བཙུན་རེད་ད་བ་ཁོང་རང་གིས་ཨེ་ནས་ཐུགས་རིག་གིས་ད་ཨེ་ནས་དབུ་མ་དང་ཚད་མའི་གཞུང་དེ་དག་ལ་གཟིགས་ནས་དབུ་ཚད་ཀྱིས་རིགས་པའི་ལམ་ཧྲོལ་ཕྱེ་ནས་ཨོ་ད་བོད་གངས་ཅན་གྱི་ལྗོངས་སུ་ནམ་རྒྱུན་ན་ང་ཚོ་ཤིང་རྟའི་སྲོལ་ཕྱེ་ལབ་གི་ཡོའོ། དེར་ད་ཤིང་རྟའི་སྲོལ་ཕྱེ་ལབ་ཡ་དེ་ཡང། ནམ་རྒྱུན་ན་ང་ཚོ་ན་འདི་ལབ་གི་འདུག་ད་འདི་ངན་ལ། ས་ཆ་དེ་ན་རྨི་ལམ་ཅིག་མ་གཏོགས་མེད་ན་ད་དེ་ན་ཤིང་རྟ་འགྲོ་ཐུབ་ཡའི་ལམ་ཁ་བཟོ་ན། ལམ་ཁ་ད་ན་མ་སོང་ན་རྒྱ་ཆེ་རུ་དང་ཡག་རུ་དང་གཏིང་ཟབ་རུ་གཏང་ཡོའོ་ར་བའོ། དེ་ནང་བཞིན་ཅིག་ད་རྗེ་བཙུན་རེལ་ད་བ་གིས་བོད་གངས་ཅན་གྱི་ལྗོངས་སུ་དབུ་མ་དང་ཚད་མེད་ཀྱི། འོ་ད་ཤེས་པ་དང་ཁྲིད་དང། འོ་ད་དེ་དག་གིས་ནི་སྲོལ་རྒྱུན་དེ་ལེགས་པར་ཕྱེས་ནས་བྱང་ཕྱོགས་ཀྱི་མཁས་པ་ཀུན་གྱི་མགོ་ལ་ཀྭའི་ཕྲེང་བ་ང་སོ་བགྱིས་པས་ཤིང་རྟ་ཆེན་པོར་གྱུར་པ་ཡིན་ནོ། འོ་ད་བོད་གངས་ཅན་གྱི་ལྗོངས་ཀྱི་མཁས་པ་རྣམས་ཀྱིས་འོ་ད་དེ་འབའ་དངོས་གནས་དྲངས་ནས་དེ་ནི་གཅིག་ད་དབུའི་གཙུག་རྒྱན་ལྟ་བུ་ཅིག་གྱུར་བ་རེད་ལ་དགོས་ད་གང་ཅིའི་མདོར་བསྡུ་ན་བོད་གངས་ཅན་གྱི་ལྗོངས་སུ་དབུ་མ་དང་སྤྱིར་སངས་རྒྱས་ཀྱི་བསྟན་པ་རྒྱལ་བའི་གསུང་རབ་མཐའ་དག་བརླག་དོན་འདུག་དབུ་མ་དང་འཚེ་མེད་ཀྱི་སྲོལ་དེ་ད་རྗེ་བཙུན་རེད་ད་བ་གཞོན་ནུ་བློ་གྲོས་ཀྱིས་ཨོ་དེ་ནས་སྔར་ལ་དང་སྔར་ལ་མ་བསྟར་བ་དང་སྔར་མ་ཁྱབ་པ་ད་བོད་གངས་ཅན་གྱི་ལྗོངས་ཡོངས་སུ་རྫོགས་པ་ལ་ཁྱབ་གདལ་མཛད་པ་ཡིན་སོང་དམ་པ་འདི་ལ་མངོན་པར་རྟོགས་པའི་ཡོན་ཏན་ནི། ད་ད་ལྟ་འདི་ག་རེ་གསུང་དགོས་བ་རེད་ལབ་འདུག་ང་ལ་ལུང་གི་ཡོན་ཏན་ལྔ་ཚུལ་གསུང་བར་བ་ཇི་ལྟང་གི་ང་ཚོས་ན་སངས་རྒྱས་ཀྱི་བསྟན་པ་དེ་ལ་ལུང་གི་བདེན་པ་དང་རྟོགས་པའི་བདེན་པ་གཉིས་གསུངས་གོ་ར་ད་ཡིན་འདུག་ང་ལ་མཁས་པ་སོ་སོ་གིའང་ལུང་གི་ཡོན་ཏན་ཡོན་ཏན་ལ་ང་ཚུལ་གཅིག་དང་རྟོགས་པའི་ཡོན་ཏན་ང་ཚུལ་ཟེར་རྣམ་པར་ཐར་པ་གཉིས་ཡོང་གི་ར་བ་ཆ་ཚང་ད་དེའི་བར་དུ་ག་ས་རྗེ་བཙུན་རལ་དྭགས་བ་གཞོན་ནུའི་བློ་གྲོས་ལུང་གི་ག་ས་ཡོན་ཏན་ང་ཚུལ་གྱི་སྐོར་ལ་གསུངས་ད་རྟོགས་པའི་ཡོན་ཏན།